ཆུ་གྲོགས་གླིང་ནང་ལ་བཞུགས་པའི་ཆུ་གྲོགས་ཕོ་མོ་ཡོངས་སུ་རྫོགས་པ་ཚང་མ་ལ་ནི་སྔ་དགོང་ཉིན་གསུམ་གྱི་ཐོག་ནས་ངས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུས་འདུག་དེ་ཞུ་གི་ཡིན། ད་དེ་རིང་ངས་འདི་ལ་ད་ཁ་ཚ་ཞིག་ཉེ་ཆར་སྒྲ་སྒམ་གཅིག་བཏང་ནས་བྱ་རྒྱུ་ཟེར་ཡིན་པ་ད་དེ་རྒྱུན་རིང་པོ་ཅིག་འགོར་སོང། དེ་སྒྲ་སྒམ་འདི་དེ་རིང་འདི་འདྲ་བྱས་ནས་བཏང་གི་ཡིན། ཕ་ཆོས་ད་ལྟར་སྒྲ་སྒམ་དེ་སྒྲ་སྒམ། བཅུ་བདུན་དང་བཅོ་བརྒྱད་གང་རུང་ཅིག་འགྲོ་ཁོས་ས་བོ་བསགས་སོ་ད་ལྟའི་ཡག་པོ་ཅིག་དྲན་གི་མི་འདུག་ད་གྲངས་ཀ་ག་ཚད་འགྲོ་ཁོ་བོ་ན་ད་གཞུག་མ་ངས་བཏགས་ནས་དེ་འདྲ་བྱེད་ཀྱི་ཡིན། གང་ལྟར་ཆ་དེ་རིང་སྒྲ་སྒམ་དེ་ག་རེ་བཏང་གི་ཡིན་ཟེར་ན་ཁར་ཚང་ཁྱབ་བསྒྲགས་སྔོན་སོང་ལྟར་དུ་བྱས་པ་ཡིན། སྒྲ་སྒམ་དེ་ད་ཉིན་ཞག་ཕྲུག་གཅིག་གི་ནང་ལ་ནི་དགེ་སྦྱོར་ག་འདྲ་ཞིག་བྱེད་དགོས་རེད། དེ་ཡིན་གཅིག་གི་ཆེད་ན་འབྲས་ལི་པགས་བྲིས་ཞེས་བཤད་རེད་བ། དེ་འདྲའི་ཡུལ་དུ་བཅར་ནས་དེ་ལས་འབྲི་བར་རྒྱུ་གཅིག་བལྟ། ཆུ་བག་གཅིག་གི་ངོགས་ནས་ཉིན་ཞག་ཕྲུག་གཅིག་ལ་ཆུ་ཚོད་ཉི་ཤུ་རྩ་བཞི་རིང་ལ། ཨེ་ནི་ལུས་ཀྱི་ག་རེ་བྱེད་དགོས་རེད་སེམས་ཀྱི་ག་རེ་བསམ་དགོས་རེད་ངག་གི་ག་རེ་སྐད་ཆ་བཤད་དགོས་རེད་ཟེར་ཡ་གཅིག་ཡོད་རེད་བ། ཧོ་དེ་འདྲའི་ཡུལ་དུ་བཅར་ནས་ལུས་ངག་ཡིད་གསུམ་སྒོ་གསུམ་དེ་ཨེ་ནི་ཆུ་ཚོད་ཉི་ཤུ་རྩ་བཞི་ལ་རིང་ན་ཨེ་ནི་དགེ་བ་ལ་ག་འདྲ་ཞིག་བསྐོར་དགོས་རེད།

རྩ་བ་ཉིད་ནས་ཞུ་གི་ཡོད་མ་རེད། གཞིས་ཐུབ་ལིག་གི་རེ་བ་དང་སྨོན་ལམ་དང་འདུན་པ་དང་བརྩོན་འགྲུས་དང། ཐ་ན་ད་ཅིག་ག་རེ་ཟེར་གི་ལ་སྨོན་ལམ་ཐག་ཆོད་ཆོད་དེ་འདྲ་ཞིག་དེ་ཉིད་ཅིག་ཡིན་མོད་པ་ཞིག་དེ་ཉིད་ཅིག་ཡིན་མ་གཏོགས་འདི་ནས་གང་བཤད་གི་ཡོད་བ་ཆ་ཆ་ཚང་དེ་ང་རང་གི་ཉམས་ལེན་ཟེར་གི་ཡོད་བ་གཞི་བཞག་གི་ཐོག་ནས་ཅིག་ནང་པ་ལ་ཞུ་ཧོད་ཡོད་མ་རེད། དེ་འདྲའི་ཡིན་དུས་རྩ་ནས་དེ་ཚང་མའི་མཆི་བ་གནང་རོགས་ཅེས་སུས་ཞུ་ཡ་ཡིན། ཁྱེད་རྟག་ན་ང་རང་གི་ཉམས་ལེན་གང་དྲག་དྲག་ཅིག་བྱེད་གི་ཡོད་ཟེར། འོ་དེ་འདྲ་ཞུ་གི་ཡིན། ད་དེ་ལའང་ད་ལྟ་ང་ཚོས། མཐུན་དང་མཐུན་ཚང་གི་དབྱེ་བ་ཟེར་ནས་བཤད་ཀི་ཡོད་རེད་བ། ཡང་མཐུན་དང་མཐུན་ཚང་གི་དབྱེ་བ་མེད་པའི་ཐོག་ནས། ཨ་ནི་སེམས་ཀི་ཐོག་ནས་བསམ་བློ་གཏོང་སྟངས་ཀི་ཐོག་ནས་མཐུན་ཚང་གི་ལས་ཀ་ཚང་མ་བྱ་བ་ལས་ཀ་ཡོངས་སུ་རྫོགས་པ་མཐུན་གྱི་ངོ་བོ་ལ་ཡར་རྒྱུར་ཐལ་བ། མཐུན་མཐའ་མཐུན་ཚང་གི་དབྱེ་བ་མེད་པ། འོ་དེ་འདྲ་ཀྱི་ཡོང་བའི་འབད་བརྩོན་བྱེད་དགོས་པ་ཡིན་ན་ཨ་ནི་མཐུན་ཚང་གི་རྣམ་འགྱུར་ཟེར་ཡ་དང་མཐུན་གྱི་རྣམ་འགྱུར་ཟེར་ཡ་དུས་ཚོད་སྐོར་ལ་འགྲོ་ད་ལྟ་ང་ཚོས་མཐུན་ཚང་ཆུ་བཅུད་ཟེར་ཡ་ཅིག་ཡོད་རེད་དེ་མཐུན་ཚང་ཆུ་བཅུད་དེ་ཨ་ནི། ང་ཚོས་ཐུན་མཚམས་ཟེར་དུས་རྩ་ནས་དཔེར་ན་མི་གཅིག་གིས་ཁ་འདོན་ཟེར་བ་ཡིན་ན་ཉི་མ་གཅིག་ལ་ཁྱུ་ཚོགས་ག་ཚོད་ཤི་གི་ཡོད་རེད་ད་ཁྱེད་རང་ཚོ་འདྲ་གཅིག་ལ་བསམ་བློ་བཏང་བ་ཡིན་ན། ཁྱུ་ཚོགས་ཉི་ཤུ་རྩ་བཞི་རིང་ན། ཁྱུ་ཚོགས་ཉི་ཤུ་རྩ་བཞི་ང་ཚོའི་མདུན་ན་ཡོད་རེད་ཁྱུ་ཚོགས་ཉི་ཤུ་རྩ་བཞི་དེ། ག་ཚད་དགེ་བ་ལ་བསྐོར་གི་ཡོད་ག་ཚད་སྡིག་པ་ལ་འགྲོ་གི་འདུག་འཁོར་བའི་ཕྱོགས་ལ་འགྲོ་གི་འདུག་ད་དེ་སོ་སོས་དྲི་བ་བཏང་ན་ཧ་གོ་རུ་བ། དེ་འདྲ་ཡིན་དུས་རྩ་ནས་ཐུན་མཚམས་ཟེར་ཡ་དེ། ཨ་ནི། ད་དགེ་བ་མའི་ལས་ཀྱི་སྐབས་སུ། དགེ་བ་མ་བྱས་ལས་སྐབས་སུ་འོ་ད་ངས་དེ་རིང་ཁ་འདོན་བྱས་ཚར་ཡིན་ད་ང་ལས་ཀ་ལས་འགྲོ་གི་ཡིན་ཟེར་ཡ་ཅིག། འོ་ངས་དེ་རིང་ད་ཁ་འདོན་བྱས་ཚར་ཡིན་ད་དེ་རིང་ང། ཅིག། ད་ག་རེ་བྱེད་ཁོ་ལ་པར་ཏི་དང་ང་རང་གི་ནང་མི་དང་ད་གཅིག་འཆམ་འཆམ་དང་ལ་སོགས་པ་དེ་འདྲ་ལས་འགྲོ་གི་ཡིན་ས་དང་པོའི་ཀུན་སློང་ཁོ་རང་ལ་ད་ངས་ཚར་སོང་ཟེར་ཡ་ཅིག་འོ་ར་ད་ངས་དེ་རིང་དགེ་བ་དེ་ཚར་སོང་ཁ་འདོན་ཡག་ཐག་ཆོད་བྱུང་སོང་ད་ངས་ང་རང་ནམ་རྒྱུན་དུ་བྱེད་ཀྱི་ཡིན་ཟེར་ཡ་ཅིག་ཡོད་རེད་བ། ད་དེ་དེ་དབྱེ་བ་ཤེས་མ་གོ་བ་ཐོག་ནས་འདིའི་ཐོག་ནས། དེའི་ཐུན་མཚམས་དེ་ཐུན་གྱི་ངོ་བོ་ཐོག་ལ་ཡར་རྒྱུ་ལས་ཐབས་ཤེས་དཔེར་ན་ལྕགས་ནག་པོ་གཅིག་ལ་གསེར་གྱི་འགྱུར་ཚུལ་སྟངས་སྦྱར་བ་ཡིན་ན། གདེང་ཁོ་རང་ལྕགས་ལ་བསྒྲེས་བཞག་ཡིན་ན་གནས་སྐབས་གཅིག་ལ་གསེར་གྱི་འགྱུར་ཚུལ་སྟངས་དུས་ཙམ་ནས་གསེར་གྱི་ངོ་བོ་འདྲ་གཅིག་ལ་ཆགས་གསེར་ལ་ཆགས་སོང་ངོ། ཨོ་དཔེ་དེ་ནང་བཞིན་ང་རང་ཚོ་ཡང། ད་ལྟ་ཐུན་མཚམས་ཀྱི་ལས་ཀ་མང་ཉུང་ཆེ་ཤོས་དེ་དོན་མེད་དང་དུས་ཚོད་འཕྲོ་བརླག་དང་ཉོན་མོངས་དང་སྡིག་པ་དང་འཁོར་བ་ལ་སོགས་པ་ལ་དེ་འདྲ་བཏང་གལ་ཏུ་བྱ་ནས་ད་ལྟའི་ཚབ་དང་ཤེས་རབ་བྱས་ཏེ་བྱ་ནས་ཤེས་རབ་ཀྱི་རྩིས་ཟིན་པའི་ཐོག་ནས་ཐབས་ཆག་ལ་ཡར་འགྱུར་ཡ། ཧོ་དེ་སུ་གང་བཤད་ཀྱི་ཡོད་རེད། ཨོ་དེ་འདྲ་ཡིན་དུས་བྱ་ནས་དེ་མདོར་བསྡུས་ཀྱིས་མ་ཞུས་ན་བཟང་སོང། ད་དེ་ལ་དང་པོ་ང་ཚོས་ཉིན་ཞག་དྲུག་གཅིག་གི་ནང་ནས་ཞོགས་ཀ་ཞིག་བརྩི་གི་ཡོད་ར་ཞོགས་ཀ་ཐོ་རངས་ཐོ་རངས་དེ་ལ་ཁྱོད་ཚོ་གཉིས་ཤིག་རྩ་བཞི་རང་རེ་དང་པོ་ཡང་གཉིས་བསྲེས་ཀྱི་སྐབས་སུ་དེ་རིང་འགོག་བྱུང་ན། དང་པོ་ཡང་གཉིས་བསྲེས་ནས་སྐབས་སུ། གཉིས་བསྲེས་ནས་སྐབས་སུ། ལམ་སང་གཉིས་བསྲེས་བ་དང་མཉམ་དུ་ཧ་ལང་བསྲེས་ནས། ཨ་ནི། དུད་འགྲོ་ལང་བ་ནང་བཞིན། བྱི་བོའི་ཚང་ནས་འཕུར་བ་ནང་བཞིན་སོང་ཡོད་དེ་འདྲ་མ་བྱེད་པ་ཞེས། ཡ། གཉིས་བསྲེས་ནས་སྐབས་སུ། ཨ་ནི་སོ་སོའི་དག་གིས་གཉིད་བསྡད་ས་གི་དེའི་གདན་གྱི་ཐོག་དེ་ལ་ཡ། ཙོག་ཙོག་སེ་ཡ་བསྡད། ཡང་ཉེས་ཆེ་བ་དང་མཉམ་དུ། ཨེ་ནི་མདུན་གྱི་ནམ་མཁའ་ནི་རང་གི་དྲིན་ཆེན་རྩ་བའི་བླ་མ་དང། ཨེ་ནི་ཡི་དམ་དང། ཨེ་ནི་དཔའ་བོ་དང་མཁའ་འགྲོ་མ་ལ་སོགས་པ་དེ་ཚོས་བཀོག་གི་ཨེ་ནི་དགྲ་དམར་གི་དགྲ་འདྲེ་ཞེས་སྒྲ་འང་འདི་བྱ་ནས། ཨེ་ནི་ཡར་ལངས་ཤོག་ཟེར་ནས་གཏུམ་མོ་གཉིས་དཀྲོགས་བྱས་ནས་དེ་སྐྱིན་བྱས་ནས་ཨེ་ནི་གཉིད་དེ་ཡར་ཆད་སོང་བསམ་པ་བྱས། ཉེས་ཆེ་བ་དང་ཉེས་དུ་མ་རེག་པ་གཏུམ་མོ་གི་གཉིད་ལས་ཡར་སད་ནས་རིག་པའི་ཡེ་ཤེས་ངོ་བོའི་ནང་ན་ཡར་སླེབས་སོང་བསམ་པ་སེ། ཞོག་ཚ་གི་བསམ་བློ་བཏང། བསམ་བློ་བཏང་ཚར་ལི་སྐབས་སུ་ནི། འདི་དེ་ག་རང་ལ་བསྡད་ནས་ང་རང་ཚོ་ཡིན་ན་ད་ད་ད་ང་གི་རྩ་བ་ལ་མ་ཡིན་ན་ཡང་གཞན་པ་གྱི་ནང་གི་རེད་ད་ད་ང་རྩ་བ་ལ་མ་གཞན་པ་ད་ད་ད་རྒྱ་གར་སོགས་ལ་སླེབས་དུས་ང་རྩ་བ་ལ་མ་སྐྱབས་མགོན་ཡིད་བཞིན་ནོར་བུ། ཧོ་གསུང་ཆོས་མང་པོ་བྱོས་རྒྱལ་བ་ཡིད་བཞིན་ནོར་བུ་གི་ད་མཉམ་ལས་གནང་དུས

ཨ་ནི་སངས་རྒྱས་བཅོམ་ལྡན་འདས་ཐུགས་བརྩེ་བས་སྙིང་རྗེ་ཆེན་པོའི་གཞན་དབང་དུ་སྤྱོད་པའི་དེའི་སངས་རྒྱས་ཏེ། ཨ་ནི་སྤངས་རྟོགས་ཀྱི་ཡོན་ཏན་མཐར་སོན་ནས་རང་དོན་ཆོས་ཀྱི་སྦྱར་ས་ལ་སོན། ཨ་ནི་གཞན་དོན་འཁོར་བ་དོང་ནས་སྤྲུགས་དང། དེའི་ཚེ་གང་ཤོ་ལོ་ཀ་བཞི་གི་ནང་དུ་ནི་མཛད་པ་བཅུ་གཉིས་ཀྱི་རྣམ་ཐར་དེ་རེ་རེ་བཞིན་དུ་དོན་སྤྱི་ལ་ཚུར་བློ་ངོ་ལ་བླངས་ནས་ལོ་ཉིས་སྟོང་ལྔ་བརྒྱའི་སྔོན་དུ་ཕེབས་སོང་ནས་སངས་རྒྱས་བཅོམ་ལྡན་འདས་དེས་བསམས་པ་ལྟར་དེ་ཧ་ཅང་བཀའ་དྲིན་ཆེན་པོ་བྱས། རེ་བཞག་བསམ་པ་ཅིག་འཇིག་རྟེན་གྱི་ཁམས་ན། འོ་དེ་འདྲའི་ཅིག་གི་དོན་ཅི་ལ་བསམ་བློ་བཏང་ནས་འོ་ནི་སྟོན་པ་རྗེས་དྲན་བྱས་ནས། འོ་ནི་སྟོན་པ་རྗེས་དྲན་བྱས་དུས་དེས་ས་སྟོན་ཚ་ལུས་རྗེས་དགའ་རང་བདེན་གྱི་ཐོག་ལ་ཉི་མ་དེ་རིང་ནས་བཟུང་སྟེ་སངས་རྒྱས་བཅོམ་ལྡན་འདས་ཁྱེད་ཀྱི་མཛད་པ་གང་འདོད་ཀྱི་གནང་འོང་ན་ཡང་དེ་གནང་བྱེད་ངའི་ཁྱེད་ཀྱི་ཡིན་བསམ་པ་ཅིག་ཁྱེད་ཀྱི་སྤྱོད་པ་དང་མཛད་པ་གང་འདོད་ཀྱི་གནང་གི་འོང་ན་ཡང་ལྟ་བ་ཡིན་ན་ཡང་འདྲ། སྤྱོད་པ་ཡིན་ན་ཡང་འདྲ། མཛེས་པ་དང་སྒོམ་པ་ལ་སོགས་པ་ཆ་ཚང་སྟེ། དེ་བཞིན་གཤེགས་པ་ཆེ་གེ་སྤྱན་དྲངས་དང་འཁོར་དང་སྐུ་ཚེ་ཆེ་དང་ཞིང་གང་སུ་ཁྱེད་ཀྱི་མཚན་མཆོག་བཟང་པོ་སྤྱན་དྲངས་བ་དེ་འདྲ་ཁོ་ན་བདག་སོགས་འབྱུང་བར་ཤོག། ཁྱེད་ལ་རྩེ་གཅིག་སོགས་བ་ལྟ་བུ་འདི་བདག་སོགས་གང་དུ་གནས་པའི་ས་སོགས་སུ་ནད་དང་དབུལ་ཕོངས་འཐབ་རྩོད་ཞི་བ་དང་ཆོས་དང་བཀྲ་ཤིས་འཕེལ་བར་མཛད་དུ་གསོལ། སྟོན་པ་འཇིག་རྟེན་སྐབས་སུ་སོན་པ་དང་སྟོན་པ་ཉི་འོད་བཞིན་དུ་གསལ་བ་དང་བསྟན་འཛིན་ཕུ་ནུ་བཞིན་དུ་མཐུན་པ་དང་སྟོན་པ་ཡུན་རིང་གནས་པར་བཀྲ་ཤིས་ཤོག། དེ་སྲས་བསྐོར་དེ་ནི། ཐག་བསྟན་པའི་བསམ་བློ་བཏང་སྔོན་ལ་འདི་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ཆེ་བའི་ཡོན་ཏན། ཐུགས་ནི་རྣམ་མཁྱེན་གྱི་ཆ་སྤངས་རྟོགས་ཀྱི་ཡོན་ཏན་གྱི་ཆ། ནི་སྐུ་གསུང་ཐུགས་ཀྱི་ཆ་ཡོངས་སུ་རྫོགས་པ་ཚང་མ་དེ་སེམས་ཀྱི་ངོ་བོ་ལ་མ་དྲིས་ནས་བྱས་ནས་འཚོ་བ་ཤུགས་ཆེན་པོའི་ཐོག་ནས། དགའ་ས་མ་རྡ་འཚོ་བ་ཤུགས་ཆེན་པོའི་ཐོག་ནས་སྨན་ནི་མཆིལ་མ་འཕྲོག་ལུས་ནི་བག་ཕེབས་སྲིང་བ་གནང་ཡིན། ད་ཉི་མ་དེ་རིང་ནི་བཟང་སྟེ་ཕྱིས་ནི་བླ་མ་ཕྱིས་ནི་ཡི་དམ་ཕྱིས་ནི་མཁའ་འགྲོ་ཕྱིས་ནི་ཆོས་སྐྱོང་གསུམ་པ་གནང་ཡིན། བླ་མ་སྲིད་ནི་ལོགས་སུ་དགོངས་མི་འདུག་སངས་རྒྱས་བཅོམ་ལྡན་འདས་ཕྱིས་ཡི་དམ་སྲིད་ཡང་ལོགས་སུ་དགོངས་མི་འདུག་ཕྱིས་བསམ་པ་ཅི་ཁྱོག་རྒྱལ་པོ་ཀུན་འདུས་ནོར་བུ་ལུགས་སྲིད་ཡང་འདི་གནང་ཡིན་ཅེས་བསམ་བློ་བཏང་ནི་དམ་བཅའ་བརྟན་པོ་ཚེ་ནི། ད་དེ་རིང་ང་འདི་ལ་ཡར་ལངས་རྒྱུ་ཡོད་བ་དེ། ཨ་ནི་སྤྱིར་ང་རང་རྩ་བ་བླ་མ་དང་ལྷག་པར་དུ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཁྱེད་ཀྱི་ཐུགས་ཀྱི་བཀའ་དྲིན་ལ་ཡིན་བསམ་པ། ཨ་ནི་བཀའ་དྲིན་གྱིས་བཀྲིན་བྱས་ནས་ཨ་ནི་ཡར་ལངས། རེད་བ། དེ་ནས་ཡར་ག་ལེ་ཡར་ལངས། ད་དེ་འདྲ་ཅིག་བྱས་ཚར་དུས་སེམས་ལ་ཚོར་བ་མ་འདྲ་བ་ཅིག་སླེབས་སོང་ང། དེ་འདྲ་ཅིག་བྱས་ཚར་དུས་དང་པོ་གཉིས་ནས་ཚོར་བ་ཧ་ཅང་མ་འདྲ་བ་སླེབས་རེད་ད། རེ་བྱུང་ང། ད་དེ་བྱས་ཚར་དུས་ཨ་ནི་ག་ལེ་ཡར་ལངས། ཨ་ནི་ག་རེ་བྱེད་དགོས་རེད་ང་ཚོས་ནམ་ཞག་རྒྱུན་དུ་ཁྲུས་ཁང་ནང་ལ་འགྲོ་ན་གདོང་པ་དང་ལག་པ་དང་ཨ་ནི་གཟུགས་པོ་དེ་ཚོ་གཙང་མ་ཞིག་འཁྲུ་གི་ཡོད། དེའི་འཁྲུ་ལུའི་སྐབས་སུ་ཨ་ནི། ཨ་ནི། མདུན་གྱི་ནམ་མཁའ་ལ་རྡོ་རྗེ་སེམས་དཔའ་དགོངས་རྡོ་རྗེ་སེམས་དཔའི་སྐུ་ལས་བདུད་རྩི་བབས་ནས་རང་གི་ལུས་ལ་ཐིམ། ལུས་ཀྱི་ནད་དུག་སྡིག་སྒྲིབ་ཆ་ཚང་དེ་གཟུགས་པོ་འཁྲུ་བ་དང་མཉམ་དུ་ཨ་ནི་མ་དག་སོང་བསམ་པ་སེ་ཁ་ཤར་བ་དང་གདོང་པ་ཁྲོས་ཡ་དང་ལག་པ་ཁྲོས་ཡ་སྐབས་སུ། རྡོ་རྗེ་སྲིན་པོའི་སྐུ་ལས་བདུད་རྩི་བབས་ནས་རང་གི་ལུས་ལ་ཐིམ་ནས་ལུས་ཀྱི་ནད་དུག་དུག་སྦྲུམ་ཉིས་སྟོང་ཆ་ཚང་དེ་དག་སོང་བསམ་པ། རང་ཉིད་རྡོ་རྗེ་སྲིན་པོའི་སྐུ་ཡི་སྐུ་ལ་གྱུར་སོང་བསམ་པ། ཚེ་ཁྲུ་ཧཱུྃ་ནང་ནས་ད་ཁྱུད་ཚུགས། སྐར་མ་སུམ་ཅུ་སྐར་མ་བཅོ་བཅོ་ལྔ་ཉི་ཤུ་ག་ཚད་དེ་ལ་དུས་ཚུགས་ཤིག་གོ་ན་དེ་དུས་ཚུགས་འཕྲོག་ལྷག་མ་སོང་བ་ཟེར་ནས། ཨོ། རྡོ་རྗེ་སེམས་དཔའ་མདུན་གྱི་ནམ་མཁའ་ལ་བསྒོམས་ནས་སྐུ་ལ་བདུད་རྩི་བབས་རང་གི་ལུས་ལ་ཐིམ་ནས་ནི་བདུད་རྩི། ནད་དུག་རྡུལ་ཕྲ་དག་སོང་བསམ་པ་དེ་འདྲས་ཤིག་གོ། ནི་ཁྲུ་ཧང་ན་ནི་ཆོས་སྟོན་ཚ་དེ་ག་རེ་བྱེད་ཀྱི་རེད། ད་ང་ཚོས། དང་པོ་ལྷ་ཁང་ན་འགྲོ་དགོས་ལ་ཆོས་པ་ཅིག་ཡིན་པ་ཡིན་ན་ལྷ་ཁང་ན་འགྲོ་དགོས་ལྷ་ཁང་ན་འགྲོ་དུས་སྐབས་སུ། ཆོས་མེད་པར་ཀློག་པར་དགོས་རེད་ད། ཀློག་པར་དགོས་ལ་དང་པོ་ཀློག་པ་ལས་སྐབས་སུ་ནམ་རྒྱུན་ང་ཚོས་ཀློག་པ་ལས་སྐབས་སུ་ཁོ་འཕྲོག་ལྷག་རེད་ཀློག་འཕྲོག་ལྷག་འགྲོ་དགོས་ལ། ལོག་པ་ལས་སྐབས་སུ་ལོག་ལ་ནི་སེམས་ཅན་མ་མ་གནས་ཡིན་ཏེ་ད་ལྟ་ད་ང་འདྲ་ཡིན་ན་ཞོག་ཁ་དེ་ཚེ་སྔ་བོ་ལང་གི་ཡོད་བ། སྐབས་དེ་དུས་དེ་སིལ་བོ་ཡོད་མ་རེད་དེ་ད་སིལ་བོ་མིན་ན་ང་ལ་ལོག་སྤར་དགོས་མི་འདུག་སྐབས་དེ་དུས་ངས་འཆུས་མེད་དེ་པར་ལེན་འཆུས་མེད་གི་ལོག་དེ་ཡང་པར་ལེན་སྐབས་སུ་དེའི་སྐབས་སུ་དོན་འདི་ཅིག་བསམ་བློ་བཏང་གི་ཡོད་བ། འཆུས་མེད་གི་ལོག་སྤར་ན་ཡིན་དང་ཁམ་བུ་ནང་གི་ལོག་སྤར་ན་ཡིན་དང། ཤེས་རབ་ཡེ་ཤེས་ཀྱི་ཨ་ནི་ཀློག། ཟེར་ཡང་ན་ཤེས་རབ་ཡེ་ཤེས་ཀྱི་དེ་འདྲ་ཞིག་རྟོགས་པ་རྗེས་སུ་བསམ་པ་ཟེར། ཨ་ནི་ལྷག་པར་དུ་ད་ལྟའི་ཀློག་སྟེ་ཨ་ནི་ང་རང་གི་དེ་རིང། ཨ་ནི་རང་གི་མཆོད་པའི་མདུན་ན་ཡོད་པའི་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་དང། ཨ་ནི་ཐང་ཀ་དང་ཀོ་ལ་སོགས་པ་ག་འདྲ་བ་ན་མཆོད་པ་འབུལ་གྱི་ཡོད་སམ་པ་ཟེར། ཨ་ནི་ཁམ་བུ་ནང་གི་ཀློག་ཆ་ཚང།

ད་སྤྱིར་བཏང་གི་ཚགས་འཚལ་གྱི་སྐབས་སུ་ང་ཚོས་ཚགས་འཚལ་བ་ནང་བཞིན་མར་ཚགས་འཚལ་ནས་རྐང་པ་ལག་པ་ཨ་འདྲེ་ཞིག་ས་ལ་བརྒྱབ་ནས་སྐབས་སུ་ཨ་ནི་འཁོར་བ་ངན་སོང་ཐམས་ཅད་བཟློག་པའི་གནས་སོང་བསམ་པ་ཟད། ཡར་ལངས་ནས་སྐབས་སུ་ཨ་ནི་ཐར་པ་གྲོང་ཁྱེར་ཆེན་པོ་ལ་སླེབས་སོང་བསམ་པ་ཟད། གང་ལྟར་ཀྱང་ཚགས་འཚལ་བཞིན་པའི་སྐབས་སུ་ཨ་ནི་རང་གི་རྩ་བ་བླ་མ་དང་བརྒྱུད་པའི་བླ་མ་དང་དེ་ག་ན་གྱི་བླ་མ་དང་ཡི་དམ་དང་མཁའ་འགྲོ་དང་ཆོས་སྐྱོང་ལ་སོགས་པ་མདུན་གྱི་ནམ་མཁའ་ལ་བསམ་བློ་བཏང་ཨ་ནི་ཚོགས་ཞིང་ང་ཚོས་ཚགས་འཚལ་བའི་སྐབས་སུ་སྔོན་འགྲོ་འབུམ་བཞིའི་སྐབས་སུ་ས་བོན་བུམ་ཚར་གྱི་སྐབས་སུ་ཐིག་ནག་བཞི་བཅས་བདུན་གྱི་ནང་ཁོག་ལ་བསམ་བློ་བཏང། དེ་ནས་སྐྱབས་འགྲོ་ཚར་གསུམ་འདོན། སྐྱབས་འགྲོ་དེ་ལ་སངས་རྒྱས་ཆོས་དང་ཚོགས་ཀྱི་ཆོས་རྣམས་ལ་བསང་མཆོད་སྤར་དུ་བདག་ནི་སྐྱབས་སུ་མཆི་བདག་གི་སྦྱིན་སོགས་ཅི་ཕོད་ཚོགས་རྣམས་ཀྱིས་འགྲོ་ལ་ཕུན་སུ་སངས་རྒྱས་འགྲུབ་པར་ཤོག་དེ་ལྟོས་ན་ཡང་འགྲིག་གི་རེད། དེ་ནས་དེ་མིན་ན་ན་མོ་གུ་རུ་པེ་ན་མོ་བུདྡྷ་ཡ་ན་མོ་དཱ་མ་ཡ་ན་མོ་སངྒྷ་ཡ་ཞེས་བསྟོད་ན་འགྲིག་གི་རེད་བླ་མ་ལ་སྐྱབས་སུ་མཆི་བ་སངས་རྒྱས་ད་ག་རེ་བསྟོད་ན་འགྲིག་གི་འདུག་བ། འོ་དེ་ལས་སོ་སོའི་རྣམ་འགྱུར་ག་རེ་འདུག་དགོངས་ན་ཐིག་ནག་བཞི་བཅས་བཏོན། ཨ་ནི་དེང་གི་ཐོག་ལ་དེ་ཡི་ས་མ་བསྡད། དེ་ཡི་ས་ཐོག་ལ་མ་ཐང་ལ་བསྡད་ནས་ཨ་ནི་ཀོང་ལྷོང་ཡག་པོ་ཅིག་སྤྱོད་དགོས་སྐབས་དེ་དེ་ད་ཀོང་ལྷོང་ཧ་ཅང་ཡག་པོ་ཅིག་རྒྱབ་ལྗོངས་ལ་བསམ་བློ་བཏང་བའི་རྩ་ནས་ད་ང་རང་ཚོ་ཧ་ཅང་གཉིད་པར་དགའ་བ་གི་དམ་ཆོས་ཀྱི་མི་ལུས་རིན་པོ་ཆེ་དེ་ཐོབ། ད་ཉི་མ་བཞིན་དུ་ང་རང་གི་མི་ཚེ་དེ་འདྲའི་ཞིག་རྫོགས་སོང་བ་ཡིན་ན་ཧ་ཅང་ཕངས་པོ་རེད་བཞག། ཨེ་ནི་འཆི་བ་ཟེར་བ་དེ་ནི་ག་དུས་ཡང་ཤི་གི་མ་རེད་ནམ་འཆི་ངེས་མེད་རེད་འཆི་བྱེད་ངེས་མེད་རེད། འཆིའི་ཉིན་མོ་དེ་ལ་ནི་ཨེ་ནི་དམ་པའི་ཆོས་ལས་མ་གཏོགས་གང་གིས་ཀྱང་ཕན་གི་མ་རེད། ཨེ་ནི་དེ་ཡིན་དུས་རྩ་ནས་ད་ལྟ་རིང་གི་དམ་ཆོས་ཀྱི་མི་ལུས་དེ་འཕྲོག་ལྷག་ལ་མ་སོང་ང་རང་འདི་ལ་ཡོད་རྒྱུ་དེ་བླ་མ་དཀོན་མཆོག་སོགས་ཀྱི་ཐུགས་ཀྱི་བཀའ་དྲིན་གྱིས་ང་རང་འདི་ལ་འདུག་བསམ་པ་ཟད། ཨེ་ནི་དེ་ལ་ཀུན་སློང་ཡག་པོ་ཅིག་བྱུས་དགོས་ད་སྤྱིར་ང་རང་གི་ཚེ་ལྷག་མ་ག་རེ་ཡོད་པ་དེ་ལ་ལོག་ཆོས་སུ་འགྲོ་བ་ཆོས་ལམ་དུ་འགྲོ་བ་ཆོས་ལ་འཁྲུལ་པ་སེལ་བ་འཁྲུལ་པ་ཡེ་ཤེས་སུ་འཆར་བ་ད་ཉི་མ་ད་ལྟ་ནས་བཟུང་དུ་ངས་དེ་རིང་འགོ་བཙུགས་མཁན་ཡིན་བསམ་པ་ཟད། ཆོས་མིན་གྱི་བློ་སྐད་ཅིག་ཀྱང་མི་སྐྱེ་བར་སེམས་ཅན་ལབ་ཏུ་སོང་ཟིན། རེ་བ་ཆོས་མིན་ཆོས་མ་ཡིན་པ་གི་བློ་ཉོན་མོངས་གི་བློ་སྡིག་པའི་བློ་ལ་སོགས་པ་སྐད་ཅིག་གཅིག་ལ་ཡང་མ་སྐྱེ་བར་ཤོག།

སྤྲོ་ལྷང་ལྷང་དང་བཅས་པའི་ཤོག་ཁག་ཡར་ལངས་མ་ཐག་དུ་རེ་བ། སེམས་དང་ཉོན་མོངས་སོགས་ལ་སོམ་ཡོང་བར་བ། དང་པོ། ཡར་ལངས་ནས་སྐབས་སུ་ནི་ཀུན་སློང་ཡག་པོ་བཅུད་ནས་སླེབས་སོང་བ། དེ་དོན་ཡིན་དུ་བཅར་ནས་དེ་འདྲ་བྱེད་བསམ་བློ་བཏང་དེ་འདྲ་བྱས་པ་ཡིན་ན། སྐབས་དེ་དུས་ནས་ཀུན་སློང་དེ་ལ། ཚེ་ཡི་ལྷག་མ་ལ་ང་རང་གི་ཆོས་བྱེད་དང་ལྡན་པ་ཅིག་བྱེད་ཀྱི་ཡིན་ལྷག་པར་དུ། ཉི་མ་དེ་རིང་ཁྱེད་ཚོ་ཉི་ཤུ་རྩ་བརྒྱད་ཀྱི་རིང་དེ་ལ་ངག་གི། ལེགས་སྐྱེས་ལས་གྲོགས་སུ་དང་འགྲོགས་གནས་གང་དུ་སོང་ན་ཡང་ངས་བུད་མེད་ཀྱི་ལས་སྡིག་པ་ལས་རྩ་བ་ཉིད་ནས་མི་སྲིད་བསམ་པ་གཅིག་གིས་ནི་དམ་བཅའ་ཡང་དག་པ་གཅིག་བཞག་ནས་དམ་བཅའ་ཡག་པོ་གཅིག་བཞག་དེ་ས་ཅི་བསམ་བློ་བཏང་ཆོག་ས་ཅི་ཨ་ལས་དེ་དང་དེ་ལྟ་བུ་གཅིག་ཡོང་བ་དེ་བླ་མ་དཀོན་མཆོག་ཁྱེད་རྣམ་པས་མཁྱེན་ཁྱེད་རྣམ་པས་ཟིན་གྱི་བསླབ་བོ་གཅིག་བསམ་པ་གཅིག་གིས་ནི་འཐབ་མོ་གཅིག་བུས་གཙུག་ལག་བརྒྱར་ཨ་ལས་གསོ་བ་རྩེ་གཅིག། སྨྲས་པ་ཅིག་ཕྱོགས་ཚིགས་ཀྱིས་བཏགས་པ་དང་དེ་ལ་དུས་ཚོད་ཞེ་དྲག་འགོར་ཁ་མ་རེད་སྐར་མ་བཅོ་བཅོ་ལྔ་ཅིག་རེད་ཨོ། ཧོན་ནི་དེའི་ཚེ་དུས་ཧོན་ནི་ཐབ་ཚང་ནང་ལ་ཚུར་ཡོང་དུས་ད་ཤོག་ཟས་བཟའ་རིན་སོང་ཨ། ད་ངས་ནམ་རྒྱུན་དེ་འདྲ་འདྲ་བྱེད་ཀྱི་ཡོད་ད་ཁྱེད་ད་ཐེངས་གྱིས་ནི་ང་གི་ཅིག་གང་འདོད་འདྲ་བྱེད་ཀྱི་ཡོད་དེ་ད། ང་ཚོས་ནམ་ཞག་རྒྱུན་དུ་མི་ཚེ་གཅིག་གི་ལས་ཀ་ལས་ལ་འགྲོ་མཁན་གཅིག་གི་མི་གཅིག་གི་ངོ་བོ་ལ་ངས་དེ་རིང་བསམ་བློ་བཏང་ནས་བཤད་ཀྱི་ཡོད་དེ་འདྲ་བྱས་ཚུར་ཡོང་ད་ཐབ་ཚང་ནང་ནས་ཤོག་བརྒྱ་ཞིག་ཟ་དགོས་རོགས་ཨ།

ནི་ཐབ་ཚང་ན་རེ་ཚོད་རེ་འདོད་ཙང་ནི་ཁ་ལག་བཟོ། ཁ་ལག་བཟོས་ཙང་ལི་སྐབས་སུ་ཁ་ལག་འདོད་མི་འཇོག་དུས་ནི་ཁ་ལག་དུ་མཆུ་པ་འབུལ། ཁ་ལག་མཆུ་པ་འབུལ་དུས། སྤྱི་བཏང་གི་ཐོག་ནས་དང་མཆུ་པ་འབུལ་སྟངས་ཁ་ཤས་ཡོད་དེ་དག་མདོར་བསྡུས་པའི་སྒོ་ནས་བཤད་པ་ཡིན་ན་སྟོན་པ་བླ་མེད་སངས་རྒྱས་རིན་པོ་ཆེ་སྐྱོབ་པ་བླ་མེད་དམ་ཆོས་རིན་པོ་ཆེ་འདྲེན་པ་བླ་མེད་དགེ་འདུན་རིན་པོ་ཆེ་སྐྱབས་གནས་དཀོན་མཆོག་གསུམ་ལ་མཆུ་པ་འབུལ་བདག་སོགས་གོ་ཆའི་ཚེ་རབས་ཐམས་ཅད་དུ་དཀོན་མཆོག་གསུམ་པོ་ནམ་ཡང་མི་འབྲལ་ཞིང་དཀོན་མཆོག་གསུམ་པོ་རྒྱུན་དུ་མཆུ་པ་ཡི་དཀོན་མཆོག་གསུམ་གྱི་སྲིད་ལྷ་འཇུག་པར་ཤོག། སྲིད་པའི་ཡང་བསྐྱར་གཅིག་བཏོན་བ་ཡིན། དཀོན་མཆོག་སུ་ནི་འཁྱུད་པ་འབུལ་བ་དང་མ་ཟད་དཀོན་མཆོག་སུ་ནི་རྗེས་དྲན་ཆགས་ཀྱི་ཡོད་ཡང་ཡང་བསྐྱར་དཀོན་མཆོག་སུ་གུ་རྗེས་དྲན་གྱི་ཆགས་ཀྱི་ཡོད། དཀོན་མཆོག་སུ་གུ་རྗེས་དྲན་ཆགས་བ་དང་མ་ཟད་ཨ་ནི་དཀོན་མཆོག་སུ་གུ་ཟ་ལམ་འཇུག་གི་ཡོད་བསམ་པ་བྱེད། ད་སངས་རྒྱས་ཆོས་དགེ་འདུན་སུ་ཤེས་ཀྱི་ཡོད་བླ་མ་ཡེ་དང་མཁའ་འགྲོ་སུ་ཤེས་ཀྱི་ཡོད་རེད་ཨ་ནི་ཆོས་ཀྱི་ལོངས་སྐུ་སྤྲུལ་སྐུ་དེའི་ཆ་ཚང་དེ་ཨ་ནི་རང་གི་ལུས་ཐོག་ལ་ཡོད་བསམ་པ་བྱེད། ད་ནི་ཁ་ལག་སང་ནི་སྐབས་སུ་ནི། མགྲིན་པ་ལ་བླ་མ། སྙིང་ཁ་ལ་ཡི་དམ། ལྟེ་བ་ལ་ཆོས་སྐྱོང། ཨ་ནི་གསང་གནས་ལ་ཨ་ནི། ད་ཡུལ་ལྷ་སྤྱི་བདག་ལ་སོགས་པ་དེ་ཚོའི་སྐོར་དང་ཨ་ནི། རྩ་དང། ཨ་ནི་ཡན་ལག་ལ་སོགས་པ་དེ་ཚོའི་སྐོར་ལ། ཨ་ནི་ནད་ཉི་ཤུ་རྩ་གཉིས་དང་ཡུལ་སུམ་ཅུ་སྲང་གཉིས་སོ་གཉིས་ལ་སོགས་པ་ལ་བཟླས་ཏེ་གཞུག་བཟླས་པའི་སྐབས། དཔའ་བོ་དང་མཁའ་འགྲོ་མ་ལ་སོགས་པ་དེ་འདྲ་ཡོད་བསམ་པ་བསྲེས་ནས་ཨ་ནི་ཁ་ལག་སེའུ་ནི་སྐབས་སུ་དེ་ཚོའི་སྐོར་ལ་འཁྱུད་པ་འབུལ་གྱི་ཡོད། གསོན་པ་ཟེར་ནས་ལྷོད་ལྷོད་ཅིག་ག་ལ་ས། ཨ་ནི་ག་ལ་སུས་ཚ་ལི་སྐབས་སུ་ད། དུས་ཚོད་ཀྱི་ཡུ་བ་ཡིན་ན་རེད་བ། དུས་ཚོད་ཀྱི་ཡུ་བ་ཡིན་ན་ད་གི་གདིང་ཐོག་དེ་ལ་འཕགས་ཡོང་ཁྱོད་རང་ནམ་རྒྱུན་ག་འདོད་འདོད་ས་དེ་ལས་ག་འདོད་ཅིག་བྱེད། ག་འདོད་བྱེད། འོ་དེ་འདྲ་ཞིག་བསྡད་ཡ་རེད། ཨ་ནི་ད་ག་ཅིག་ག་འདོད་བྱེད་ལི་དུས་ཚོད་མེད་བ་ཡིན་ན།

ད་ལྟའི་དེང་སང་སྟག་གི་ཚབ་དེ་མོ་དགྲ་ཆགས་དེ་ཡོད་རེད་བ། མོ་དགྲ་དེ་སྟག་གི་ཚབ་སེ་གོ་ར་ད། ཧུན་ད་དེ་འདྲ་ཆགས་དེ་དེ་འདྲ་ཡིན་དུས་ཙང་ནི་ད་ག་རེ་བསམ་བློ་བཏང་དགོས་རེད་ཟེར་དུས་ཙང་ནི་ད་བཅུག་ལང་སྐབས་སུ་རེད་ད། ད་འགྲོ་གི་ཡོད་ར་ད་འགྲོ་གི་ཡོད་དང་པོ་འགྲོ་བ་དེ་བཤད་གི་ཡིན་ད་འགྲོ་བའི་སྐབས་སུ་ཨ་འདྲ་རེད་བྱ་ད། འགྲོ་འཆག། ཉལ་འདུག་ཟ་བ་ཅི་ཟིག་ཀྱང་བླ་མེད་ཞབས་ཏོག་དང། སེམས་ཅན་ལ་ཕན་པར་བསྒྲུབ་པར་ཟིལ་གནོན་པའི་འདོད་པ་དང་མ་འདྲ་བར་ཟ། དེ་འདྲའི་སྤྱི་བསམ་བློ་བཏང། འི་ནི་དཔེ་ཟ་སེམས་ཁ་འདྲ་འཁྲུགས་ན་ཡང། ཁ་པ་འདྲ་བཏང། འི་ནི་སོ་སོའི་བཟའ་ཚང་དང། འི་ནི་འཁོར་བ་རོལ་བ། འི་ནི་ལས་ཀ་དང་ལས་རོགས་དང། འི་ནི་འདྲ་མི་འདྲ་བྱེད་དེ་འདྲ་གི་སེམས་ཁ་འཁྲུགས་སོང་བ་ཡིན་ན

ཁྱེད་ལ་བསྔོག་གི་ཡིན། ཨ་ནི་དེས་དགེ་བའི་རྩ་བ་བདེ་བ་ནུས་པ་དེ་ལ་བརྟེན་ནས་སེམས་ཅན་ཐམས་ཅད་ལ་བདེ་བ་སྐྱིད་པོ་གང་ནམ་མཁའ་གང་གང་བ་ནང་བཞིན་ནམ་མཁའ་ནང་བཞིན་ཁྱབ་འགྲོ་ཤོག། ཨ་ནི་ང་ལ་སྡུག་བསྔལ་སོང་ན་ཡང་ངའི་སྡུག་བསྔལ་དེ་ངས་འཁུར་གི་ཡིན། སྡུག་ན་སྡུག་བསྔལ་བདག་གིས་འཁུར། ང་ལ་སྐྱིད་པོ་མ་བཟུང་བ་ཡིན་ང་ལ་དཀའ་ངལ་འཕྲད། ལུས་ལ་ན་ཚ་སེམས་ལ་སྡུག་བསྔལ། བསམ་པ་ལ་བར་ཆད་ལ་སོགས་པ་ག་འདྲས་སོང་བ་ཡིན་ན་ཡང་སྐབས་དེ་དུས་ཨ་ནི་ངའི་སྡུག་བསྔལ་དེ་ངས་འཁུར་གི་ཡིན། གང་ཡིན་ཞེ་ན་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་སྐེམ་པར་ཤོག། དེ་སེམས་ཅན་ཐམས་ཅད་ཀྱི་དེ་དང་དེ་འདྲ་བའི་སྡུག་བསྔལ་ཡོད་པ་སེམས་ཅན་དེ་ཚང་མ་གི་ན་འོ་ཚ་བོ་ཆུ་ཤོག་འཁོར་བ་སེམས་འགྲོ་བ་རེ་སྒྲོག་གི་སེམས་ཅན་ཚང་མ་གི་འོ་དེ་འདི་ཅེས་བསམ་བློ་བཏང་ནས་ནི་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་སྐེམ་པར་ཤོག། ད་དཀའ་ངལ་འཕྲད་ནས་སྐབས་སུ་སྐྱིད་པོ་བྱུང་ནས་སྐབས་སུ། དུ་ཞུ་སྐོར། གཅིག་ནས་ཧ་ཅང་དེ་འདྲ་རེད་ཡིན་དེ་སྐབས་སོན་ནི་སྣང་བ་མགོ་འཕང་སྒོང་ལ་མཐོང་ནས། ག་རེ་བྱེད་དགོས་རེད་འོ་འགའ་དོགས་དུས་ཨོ་རྒྱན་པད་མ་བཀྲིས་ཐང་བསྡད་དུས་ཨ་ལ་ཐ་ལ་ལེ་ཡིན་གསུང་གི་འདུག་བ། དེའི་ཕྱིར་སྟབས་བདེ་མ་འདྲེས་ན་ཨོ་གུ་རུ་རིན་པོ་ཆེའོ་རྗེ་བཙུན་འགྲོ་མ་སྲིན་ཡང་འདྲ་ཅི་ཟེར། ཨེ་ནས་ལྟས་ཤིག་ཁྱི་སྐྱིད་པོ་འདྲ་ཟེར་པད་ཤག་འདྲ་འོ་སེམས་པ་སྐྱིད་པོ་འདི་བཙལ་ནས་ཨེ་ནས་དཀོན་མཆོག་སུ་འབད་དེ་ཏིང་འཇིགས་བྱུང། ཧོ་དེ་འདྲ་བྱས་ན་ཡག་པོ་མ་རེད་གསུང་གི་ཡོད་ར་ཧོ་དེ་འདྲ་ཅིག་བྱས་ནས་བསམ་བློ་བཏང་དགོས་ས་རེད་ད་དེ་འདྲའི་དེ་ཚིག་དེ་བསམ་བློ་བཏང་ཨེ་ནི་འགྲོ་བའི་སྐབས་སུ་ཞིག་ད་རེད་ད་དཔེར་ན་ད་ཕར་ཚུར་འགྲོ་འདུག་གི་སྐབས་སུ་རེད་དཔེར་ན་གོས་གྱོན་པའི་སྐབས་སུ་ད་ཁྱོད་རང་གི་དུག་ལོག་ཡག་གྱོན་ནས་སྐབས་སུ་ངོ་ཚ་ཁྲིད་ཡུལ་གྱི་གོས་གྱོན་པར་གྱུར་ཅིག་ཁ་ནས་དེ་ལབ་དགོས་ས་རེད་ངོ་ཚ་ཁྲིད་ཡུལ་གྱི་གོས་གྱོན་པར་གྱུར་ཅིག་དང་པོ་གཅིག་ཏུ་ལོ་རྫིག་པོ་ལ་གཅིག་གོ་དགོས་ས་པ། མི་ལ་དེ་རིང་ཆིག་ངོམ་སོགས་ཟིན་དུ་ལོ་དེ་ཡག་ན་དེ་ཡག་ན་དེ་ཡག་ན་ཟིན་དུ་ལོ་རྒྱས་བ་རྒྱས་ནི་སྐབས་སུ་དེ་དུ་ལོ་གི་ཅིག་སྲིད་ཞི་ཁ་དོག་དང་ཡག་བཙོག་དང་དུས་ཚོད་སྐོར་ལ་གཡེང་མ་ཤོར་བ་བྱས་ནས་དུ་ལོ་དེ་ངོ་ཚ་ཁྲིད་ཡུལ་གྱི

ཨ་ནི་འགྲོ་བའི་སྐབས་སུ་བཟང་ཕྱོགས་ཀྱི་ལམ་དུ་འགྲོ་བར་གྱུར་ཅིག། ཨ་ནི་དེ་ག་ན་ཡི་ད་དེ་ཚང་ཡིན་ན་ད་མོ་དྲ་ར་བ་གནའ་སྔ་མོ་ན་རྟ་རེད་རྟ་དེ་འདྲ་ཞོན་ནས་འགྲོ་ལེ་སྐབས་སུ་བརྩོན་འགྲུས་ཀྱི་གཏམ་ཕྱོགས་ཞོན་པར་གྱུར་ཅིག། མོ་དྲ་ཡིན་ན་མོ་དྲ་ཀྱི་གཏམ་ཕྱོགས་ན་ལ་འགྲོ་བར་གྱུར་ཅིག་ད་བརྩོན་འགྲུས་ཀྱི་ད་མགྱོགས་པོ་ར་བ་མགྱོགས་པོ་ཁྲིད་འགྲོ་གི་ཡོད་ར་བ་ད་བརྩོན་འགྲུས་ཟེར་ཡ་དེ་ག་ཚེའི་འོག་ན་རྫོགས་པ་སངས་རྒྱས་ཀྱི་གོ་འཕང་ལ་ནི་ལམ་སང་སྐྱིལ་འགྲོ་གི་ཡོད་ར་བ་པས་དེ་ནང་བཞིན་ནི་བརྩོན་འགྲུས་ཀྱི་དམ་ཆོས་ཞུམ་པར་གྱུར་ཅིག། ཆུ་བོ་ལས་དགའ་ལིའི་སྐབས་སུ་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ལས་དགའ་བར་གྱུར་ཅིག། ཡ་བྱིན་ལ་འཇུག་པའི་སྐབས་སུ་ཐར་པའི་ལམ་ལ་འཇུག་པར་གྱུར་ཅིག། ཨ་ནི་ཁྱོད་རང་གི་འདོད་པའི་གནས་ལས་ཧཱུྃ་དང་དུ་འདྲི་གཅིག་ལ་སླེབ་ནས་ཁྱོད་རང་གི་དང་ཀུ་བྱ་ཐོག་ལ་སླེབ་ནས་མ་གི་ལས་ཧཱུྃ་ལ་སླེབ་སོང་བ་ཡིན་ན་འདོད་པའི་གནས་ལ་སླེབ་སོང་བ་ཡིན་ན། མྱང་འདས་ཀྱི་གྲོང་ཁྱེར་ལ་ཟིན་པར་གྱུར་ཅིག། སངས་རྒྱས་ཀྱི་གོ་འཕང་ཐོབ་སོང་བསམ་པ། ད་སེམས་ཀྱི་ག་རེ་བསྒྱུར་ན་དེ་རིང་འགྲོ་བ། འོ་དེ་འདྲ་ཞིག། ཨཱ། ཨཱ་ནི་བླ་མ་དང། སོ་སོའི་ཆེད་དུ་འདི་འདྲ་ཅིག་ལས་རོགས་ལ་སོགས་པ་དེ་འདྲའི་གྲོགས་པོ་ལ་སོགས་པ་ཐུག་པའི་སྐབས་སུ། ཡང་དག་པའི་བླ་མ་དང་མཇལ་བ་རྗེས་སུ་འཛིན་པར་གྱུར་ཅིག་སོགས་ཡང་འདྲ། དཀོན་མཆོག་གི་རྟེན་ལ་སོགས་པ་དེ་འདྲའི་མཇལ་བའི་སྐབས་སུ་སངས་རྒྱས་ཀྱི་ཞིང་རྣམ་དག་ཏུ་སྐྱེ་བར་གྱུར་ཅིག་སོགས་ཡང་འདྲ། ད་དེ་འདྲའི་མང་པོ་འདུག་ད་གང་ལྟར་དེ་ལམ་དུ་ཉར་བའི་སྐབས་སུ། ཨ་ནི་མ་ཉར་བའི་སྐབས་སུ་ཨ་ནི་ལམ་ཚོགས་གཉིས་ལ་བརྟེན་ནས་ཉར་བར་གྱུར་ཅིག་ཟེར་ཡང་འདྲ་ད་དེ་འདྲའི་མང་པོ་འདུག་བ་ཤང་གཅིག་འདོར་ནས་བཙོག་པ་གཏོང་ནས་སྐབས་སུ། སྲང་བཅུ་ན་ནས་འགྲོ་བའི་སྐབས་སུ་ཨ་ནི་རང་ཉིད། སྐྱེ་གནས་ཀྱི་ཁ་ས་སྤངས་ནས་ལ་བསྒོམ། དེའི་སྐུ་ལས་མ་བདུད་རྩི་སྤངས་བདུད་རྩི་ནི། ནི་རང་གི་འོག་སྒོ་དང་ནི་སྐྱིན་པ་སྟོང་ས་དང་བཙོག་པ་སྟོང་ས་ལ་སོགས་པ་ནི། བདུད་རྩི་མ་སངས་ནས་ནི་ཡི་དྭགས་ཐམས་ཅད་ཀྱི་ཁ་ལ། ཞབས་ནས་ནི་ཁ་ཟས་སྦར་མོ་གདངས་འདྲེ་ཟས་ནི་ཁ་གདངས་སྦར་མོ་ཟས་བདེ་དྲི་དེའི།

སྐྱབས་འགྲོ་ལ་སོགས་པ་ནམ་ཞག་བཅུ་དང་བཅུ་དྲུག་ཞིག་བགྲང་བདེ་བ་ཡིན་ན་གོམས་གཤིས་དཔེ་ཡག་པོ་འཇགས་ཡོད་རེད། ཁ་དགའ་ས་རྩོམ་བདེ་འདྲ་ཕྱོགས་སུ་མི་འདོང་བ་ཡག། མི་མང་པོ་འོག་ཏུ་འདོན་བསྡད་ཀྱི་མིན་ན་ང་འདོན་ཟེར་ནས་དྲི་བ་གི་སྟེང་ནས་ཡིད་བདེ་བྱས་ནས་བཏོན་བསྡད་པ་ཡིན་ན་ཁྱོད་རང་གི་སེམས་ལ་དཔེ་ཕན་ཐོགས་ཆེན་པོ་ཡོད་རེད། འདི་ནས་ཕན་ཡོང་བ་བསམ་གྱི་མི་ཆགས་པ་ཡོད་རེད། འོ་དེ་འདྲ་གནང། འདི་གོང་དགོངས་དག་ཡར་ནང་ན་འབྱོར་བ་སྐབས་སུ། ཡང་དེ་ནང་བཞིན་བསམ་བློ་བཏང། མོ་བྲ་ན་ལན་བཙུན་པའི་སྐབས་སུ་ཡག་བཞུགས་ལས་སྐབས་སུ་བརྩོན་འགྲུས་ཀྱི་དམ་ཆོས་ཞུམ་པར་གྱུར་ཅིག། ལམ་དུ་འགྲོ་བའི་སྐབས་སུ་ཐར་པའི་ལམ་ན་འགྲོ་བར་གྱུར་ཅིག། ནང་ན་སླེབས་པའི་སྐབས་སུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་གྱུར་ཅིག། དེ་འདྲ་ཅིག་བསམ་མོ་དང། ནི་གྲོགས་དང་ནང་མི་དང་དེ་འདྲའི་འཕྲད་ཡོད་ནས་སྐབས་སུ། ནི་ཅིག། ཕོ་ཐབས་ཀྱི་སྤྱན་རས་གཟིགས་དང་མོ་ཐབས་ཀྱི་རྗེ་བཙུན་སྒྲོལ་མ་རང་བཞིན་དེ་འདྲ་ཅིག་གི་སྣང་བ་ལྷ་སྒྲ་དྲག་སྔགས་ལ་སོགས་པ་དེ་འདྲའི་རང་བཞིན་ལ་སྤྱོད་སོང་བསམ་པ་སྲིད་དུས།

ཨ་ནི་གང་དག་ཚུར་འོང་ནས་སྐབས་སུ་ནི་གང་འདོད་འདྲ་དེ་བཞིན་གཅིག་དུ་ཆུག་དྲེགས་ཡོད་ལ་གང་འདོད་འདྲ་གཅིག་ཐུབ་ན་གང་འདོད་གཞན་ཨ་ནི་གང་འདོད་ཅིག་མ་ཐུབ་ན་ད་ད་གིའི་བསམ་བློ་བཏང་ཡ་ལས་དགེ་བའི་རྩ་བ་གི་ནུས་པ་གི་སེམས་ན་པད་མ་ཞིག་ད་རྩིག་པ་རྩིག་བ་ན་བཞིན་དེ་འདྲ་ཅིག་ཆགས་སོ་ཚར་སོང་བ་སེམས་ན་ཆགས་སོ་ཚར་དུས་དེ་ཡོད་ཡོད་ག་ལ་ཆགས་དེ་རེད་ད་དེ་དུས་ད་རྣམ་པ་ཀུན་ཏུ་བཅུག་ལ་ག་དུས་སྐབས་སུ་ན་ཁ་ལག་ཟ་ལའི་སྐབས་སུ་དེ་མ་བརྗེད་པ་སྲིན་མོ་ལ་ཐུག་ལུས་སྐབས་སུ་མོ་བྲང་ན་ལ་འདུག་ལུས་སྐབས་སུ། ཅུང་ལ་མཁའ་འགྲོ་གཅིག་ཟེར་བ་ཡིན་ན་ཡང་ཚང་མ་དགེ་བ་ལ་རྒྱུ་ལས་ཐབས་ཤེས་ཀྱི་གོང་དུ་ཤེས་པ་ནང་བཞིན་དེ་ཆ་ཚང་དུ་སེམས་ལ་དྲིལ་འདེབས་པ་ཡིན་ན། ཨེ་ནི་མི་དགེ་བ་གི་བསམ་བློ་དང་མི་དགེ་བ་གི་ཁོ་རང་སྐད་ཆ་དང་མི་དགེ་བ་གི་ལུས་དང། སྟབས་ཅི་ག་ཡོང་ས་གི་ཁོ་རང་སྒོ་རྒྱབ་སོང་ཚང་ན་ཡོད་མ་རེད་ད། ང་རང་ཚོ་ནམ་ཞག་རྒྱུན་དུ་དགེ་མི་དགེ་ཟེར་ཡག་དེ་སེམས་ཀྱི་བག་མེད་ཀྱི་ཐོག་ནས་ང་ཚོས་དྲན་ཤེས་བག་ཡོད་མ་ཟེར་བ་ཡིན་ན་ཚང་མ་དེ་མི་དགེ་བའི་སོགས་ལ་བཏང་རྐྱང་ཟེར་ཡག་དུས་རྩ་ནས་ཨ་ནི་དགེ་བ་དེ་འཛུལ་ས་རྩ་ནས་རག་གི་ཡོད་མ་རེད། སེམས་གཅིག་མ་གཏོགས་ཡོད་མ་རེད་བ་སེམས་ག་བ་ལ་བེད་སྤྱོད་བཏང་ན་སེམས་གཅིག་མ་གཏོགས་མེད་འདི་རྩ་ནས་ང་ཚོས་སེམས་མ་ཡོང་ཅི་ཞིག་བེད་སྤྱོད་དེ་འཁོར་བ་གི་སོགས་ལ་ཟེར་གི་ཡོད་རེད། ངས་སྔོན་མ་དེ་སྐད་དེ་དང་རེ་བཤད་ཡོད་རེད་བ། གཏི་མུག་གཉིས་གྲོགས་གནང་ནས། ཁོ་བོས་ཤོག་བུ་ལ་བཙོན་བཙོན་དམ་པའི་ཆོས་ལ་བཙོན་ན་ཐར་པ་གྲོང་ཁྱེར་ཨམ་དེ་ཐག་རིང་དེ་འདྲར་མི་འདུག་ཟེར་དགོས་རྒྱུ་མཚན་དེར་འདུག་གི་ཡོད་རེད་ད། བསམ་རྒྱུ་ལ་མཁོ་བ་ལས་མ་གཏོགས་དྲན་རྒྱུ་ལ་མཁོ་བ་ལས་མ་གཏོགས་ལས་རྒྱུ་ལ་མཁོ་བ་ལས་མ་གཏོགས་མེད་རེད་བྱས་ནས་ང་ཚོས་ཐག་ན་གཉིད་ནས་རྨི་ལམ་བཏང་ནས་སྐབས་སུ་འཁོར་བ་ན་ནས་རྡོ་རུ་བཟློག་ཚེ་མི་ལ་འཁྲུག་པ་བརྒྱབ་མི་ལ་ཡ་ལ་སྐུལ་འདྲ་མི་འདྲ་བྱས་ནས་རྡོ་རུ་བཟློག་ཚེ་མི་ཚོ་རྨི་ལམ་བཏང་རྒྱུ་མི་འདུག་བ། དེ་གི་རྟགས་ག་རེ་བསྟན་གི་རེད་ཞེས་དེ་ཅག་ནི་ཉིན་མོ་ཁྱོད་རང་གི་འགོག་སྲུང་གི་ལས་ཀ་ཡོངས་སུ་རྫོགས་པ་ཚང་མ་དེ་དེ་འདྲི་གཅིག་གི་དང་མ་གཏོགས་བཏང་གི་མེད་པ་ཡིན་དུས་ཅག་ནི་དེའི་བག་ཆགས་དེ་མི་ལང་ནས་ནི་ཚུར་ཤེས་བསྡད་གི་ཡོད་རེད། ཨོ་དེ་འདྲི་ཡིན་དུས་ཅག་ནི་དེ་ཚོའི་སྐོར་ལ་བསམ་བློ་བཏང་ནས་ནི་དེ་འདྲི་བྱེད་དགོས་རེད། ད་དེ་ནམ་བཞག་རྒྱུ་འདི་ལས་ཀ་ལ་འགྲོ་ཉིན་གཅིག་མི་གཅིག་ཡིན་ན་དེ་འདྲི་བྱེད། ནི་ལས་ཀ་ལ་འགྲོ་མ་དགོས་བ་ཅིག་ནམ་ཞག་རྒྱུན་དུ་ནང་ལ་བསྡད་བསྡད་ཉིན་གཅིག་ཡིན་པ་ཡིན་ན། ད་ལྟ་གི་ཞོགས་ཇག་སུས་ཚར་དུས་ལས་ཀ་ལ་འགྲོ་དགོས་མ་རང་ནང་བསྡད་དགོས་ལ་ནི། ཡང་བསྐྱར་ལྷ་ཁང་ནང་ལ་འགྲོ་ས་གསུམ་ཚིག་ས་གསུམ་ཚིག་ཆགས་ལས་སྐབས་སུ་ནི་བཟང་སྤྱོད་སེམས་གཏོང་པ་དེ་ཞོགས་ཁོ་རེད་བཟང་སྤྱོད་སེམས་གཏོང་ཞུས། བཟང་སྤྱོད་སྙིང་པོ་ཕྱི་རྒྱལ་པ་སངས་རྒྱས་རྣམས་ལ་སྐྱབས་སུ་མཆི་ཆུ་དང་བཟང་སྤྱོད་གསུམ་པ་ཚོགས་ལ་འདེབས་བཞིན་སྐྱབས་སུ་མཆི་ཟས་ཀྱི་སྐྱབས་འགྲོ་བྱེད། ཇི་ལྟར་སྔོན་གྱི་བདེ་གཤེགས་ཀྱིས་བཟང་སྤྱོད་ཐུགས་ལ་བསྐྱེད་པ་དང་བཟང་སྤྱོད་སེམས་དཔའ་ལྷག་པ་ལ་དེ་དག་རིམ་བཞིན་གནས་པ་དང་དེ་བཞིན་དུ་ནི་ལྷག་པ་ལ། རིམ་པ་བཞིན་དུ་ལྷག་པར་བྱེད་སྲིད་ཡ་ད་དེ་སྤྱོད་འཇུག་ན་ནི་ཡོད་རྒྱུ་དེ་གསུངས་ན་ཡང་འགྲིག་གི་རེད། དེ་མ་ཡིན་པར་གཞན་དག་འདོན་ཡ་ཡོད་རེད་ད། ག་རེ་བཏོན་ན་འགྲིག་གི་ཡོད་རེད་དེ་ཚོའི་སྐོར་དུ་བཏོན། ཨ་ནི་དེས་དེ་ལ་བཟང་སྤྱོད་ཀྱི་སེམས་སྟོང་པར་བྱེད།

ཨེ་ནི་ཉིན་གུང་དེ་འདྲའི་གི་སྐབས་སུ་དུས་ཚོད་རག་སོང་བ་ཡིན་ན། ཨེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་སྐྱེས་རབས་དང་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་དང་དུས་ཚོད་ལ་འབྲེལ་བ་ཡོད་རྒྱུ་གི་ཐུབ་བསྟོད་དང། གནས་བཅུ་གི་བསྟོད་པ་དང་མཛད་པ་བཅུ་གཉིས་ཀྱི་བསྟོད་པ་ལ་སོགས་པ་སངས་རྒྱས་བཅོམ་ལྡན་འདས་ཀྱི་དུས་ཚོད་སྐོར་བསྟོད་པ་དེ་ཚོ་སྟོན། ཨཱ་ནི་ཉིན་གུང་རྒྱབ་ལོགས་ལ་ཡིན་ན་ཡི་དམ་གྱི་ཆུ་ཚོད་གཉིས་པ་གསུམ་པ་དང་བ་ས་ན་ཨཱ་ནི་ཡི་དམ་གྱི་སོ་སོའི་ཡི་དམ་ག་རེ་ཡིན་ན་དེའི་གི་འདོན་པ་དེ་འདོན། ཨཱ་ནི་ཆུ་ཚོད་ལྔ་དྲུག་དང་བ་ས་ལ་ཨཱ་ནི་བཀའ་སྲུང་ལ་སོགས་པ་སྲུང་མ་དང་དེ་འདྲ་ལ་འཕྲིན་སྦྱོར་བྱེད་ཀྱི་ཡོད་ན་དེ་འདྲ་དེ་སར་འདོན། རེད་བ། ཨཱ་ནི་དགོངས་དག་འདྲ་ཡིན་ན་ད་ཆུ་ཚོད་བདུན་ཆུ་ཚོད་བརྒྱད་ཆུ་ཚོད་དྲུག་འདོན་ད་དེའི་སྐབས་སུ་ཡིན་ན་ཨཱ་ནི་བཅུ་འདོན་མཁན་ཡོད་ན་བཅུ་འདོན།

ཨོ་དེ་འདྲས་ཀྱི་བསམ་བློ་བཏང་ན་ཡག་པོ་ཡོད་རེད་ཨེ་ནི་སང་ཉིན་ཡར་ལངས་ནས་སྐབས་སུ་ཡང་དཔེ་དེ་ནང་བཞིན་བྱས་ནས་དྲན་གྱི་བ་ནང་བཞིན་ཡང་སང་ཉིན་ཡང་ལས་ཧོང་ནང་ན་འགྲོ་ཉེན་གྱི་ཡོད་བ་ཡིན་ན་གང་དུ་ཤེས་པ་ནང་བཞིན་ལས་ཧོང་ནང་ན་འགྲོ་མི་དགོས་ནང་ལ་བསྡད་ཉེན་གྱི་ཡོད་བ་ཡིན་ན་གང་དུ་ཤུས་པ་ནང་བཞིན་ངས་ཨོ་དེ་འདྲས་བྱས་ཞོགས་པ་དེ་ལ་ཨེ་ནི། བླ་མ་རྣལ་འབྱོར་བསྲེ། ད་ལྟའི་བླ་མ་རྣལ་འབྱོར་དུ་སོ་ཞིབ་ཕྲ་ཤེས་རྟོགས་བསྒོ་བ་ཡིན་ན། ད་ལྟའི་སྒྲ་སྒམ་དེ་ལ་ཚེ་སྐྱིན་ཅིག་འདུག་བ། སྐར་མ་སུམ་ཅུ་ཙམ་ཟིན་ཤོང་ཁོ་མི་འདུག་དེ་འདྲ་ཡིན་དུས་རྩ་ནས་ཡོང་ས་མ་རེད། ཨ་ནི། ཁོ་རང། བླ་མ་རྣལ་འབྱོར་ཉམས་ལེན་བྱེད་སྟངས་དེ་ཚོ་དེ་སོ་སོའི་གཤིས་ཀྱི་ཡོད་རང་རྣམས་བཞག་རྒྱུ་འདི་ལྟའི་ཚུལ་སྣང་ཞིག་བྱས། གནས་དེ་འདྲ་གནང་དགོས་རེད། འདི་ལྟེ་གི་ཕ་ཆེ། མཐུན་ཚང་གི་རྣམ་འགྱུར་ཞིག་ཡག་དེ་མཐུན་དང་མཐུན་ཚང་གི་རྣམ་འགྱུར་ཞིག་ཡག་དེ་ཕ་ཆེ་དེ་འདྲ་ཅིག་མེད་འགྲོ་དྲན་གི་འདུག་སྤྱི་བཏང་གྲུབ་ཐོབ་གོང་མ་རྣམ་པ་གི་བླ་མ་གོང་མ་རྣམ་པས་ཀྱི་ཉམས་ལེན་གནང་སྟངས་ལ་མ་འདྲ་བ་མང་པོ་སོ་དཔེར་ན་མཁས་གྲུབ་ཁྱུང་པོ་རྣམ་འགྱུར་གི་ཉམས་ལེན་ལ་ཨ་ནི་ཉམས་ལེན་དྲུག་པ་སིང་ཨ་ནི་འགྲོ་མགོན་གཙང་པ་རྒྱ་རས་ཀྱི་དགེ་བསྒྱུར་བདུན་པ་སིང་ཨ་འདྲ་རྒྱལ་བ་རྒོད་ཚང་པ་ཀྱི་ཨ་ནི་དམ་བཅའ་བཅུ་གཉིས་སིང་ཨ་འདྲ། ལ་སྟོད་ཀྱི་གྲུ་ཐོབ་ཤེས་རབ་མགོན་པོ་ཀྱི་ཨ་ནི་གདམས་ངག་གི་ཉིང་ཁུ་སྦྱིན་སིང་ཨ་འདྲ། ཨ་ནི་རྒྱལ་བ་དཀོན་མཆོག་ཡན་ལག་གི་ཨ་ནི་ཆུ་བཅུད་ཀྱི་རབ་གསར་སིང་ཨ་འདྲ་ཨ་ནི་དཔའ་བོ་གཙུག་ལག་ཕྲེང་བ་ཁོ་རང་གི་ཡང་ཉིན་ཞག་དྲུག་གཅིག་གི་ཆུ་བཅུད་སིང་ཨ་འདྲ། ཨ་ནི་ད་ལྟ་ང་ཚོའི་དགེ་སློབ་ཀྱི་སོགས་ནས་ཡིན་ན་ཨ་ནི་མཐུན་གྲོགས་བླ་མ་རྣམ་འབྱོར་སིང་ཨ་འདྲ། དཔེར་ན་དགེ་བཤེས་གླང་ཐང་པ་འདྲ་ཡིན་ན་སློབ་སྦྱོང་ཚིག་བརྒྱད་མ་ཟེར་ཡང་འདྲ། བསྟོད་ཚུལ་སྐོར་ལ་ཅིག་སོ་སོའི་ཕོག་བསྡད་ས་འདྲ་ཅིག་ཉི་མ་གཅིག་གི་ནང་ནས་འདི་འདྲི་ཅིག་ཟིག་གི་ཡིན་ཟེར་ཡ་ཅིག་ཡོད་རེད་བ། དེ་འདྲ་མང་པོ་ཟ་རེད་ད། མ་འདྲ་བ་མང་པོ་ཟ་རེད། ད་གང་བཏབ་ཀྱང་ང་རང་གི་བསམ་ཚུལ་ཟེར་བ་ཡིན་ན་ང་རང་ཚོ་བོད་བརྒྱུད་ནང་ཆོས་ཟིན་མཁན་ཅིག་ཡིན་པ་ཡིན་པའི་ཆ་ནས་ཞོགས་པ་དེ་ལ་བླ་སྒྲུབ་ཡག་པོ་ཅིག་སྟོན་བླ་མ་ལ་གསོལ་བ་བཏབ་མོས་གུས་བྱས། ཨ་ནི་དེ་འདྲའི་ཚེ་ནི་མི་དགོས་ཟེར་ཡས་ནི་སྐབས་སུ་ཨ་ནི་མཉམ་བཞག་གི་གནས་ལོག་གི་རྟོགས་པ་དེ་ཤེས། ཨ་ནི་བཟང་ཆོས་སེམས་དང་ཞུན་ནི་སྐབས་སུ་བཟང་ཆོས་སེམས་དང། ཨ་ནི་བླ་མ་ལ་མི་དགོས་ཟེར་ནི་རྟོགས་པ་བསྐྱང་ནི་སྐབས་སུ་བཟང་ཆོས་སེམས་དང་སྟོང་ཉིད་ཀྱི་ལྟ་བ་གཉིས་དེ་ཟུང་དུ་འབྲེལ་ཞེས་ནི་དེ་འདྲའི་ཚེ་ཡང་ཤེས། ཨ་ནི་ཉིན་གང་གི་སྐབས་སུ་ཡང་སྟོན་པ་རྗེས་དྲན་ཟེར་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་དང་རྣམ་ཐར་དང་ལ་སོགས་པ་དུས་སུ་བསྐོར། བཏོན་ན་ཡང་འདྲ། རྣམ་ཐར་བཀླགས་ན་ཡང་འདྲ། སེམས་ལ་དྲིས་ན་ཡང་འདྲ་སྟོན་པའི་ལྟས་ཡོད་ས་ཟེར། ནི་ཉིན་གུང་རྒྱབ་ལོགས་ལ་ནི་ཡི་དམ་ལ་སོགས་པ་བརྟུལ་ཞུགས་ཀྱི་སྙིང་སྔགས་ལ་སོགས་པ་བགྲང་ཡང། ཧོ་ཉམས་ལེན་བྱས་ཡ་ཟེར། དགོང་མོ་དེ་ལ་ནི། བཀའ་སྲུང་དང་སྲོག་བཀའ་ལ་སོགས་པ་ཁྲིད་འཇོག་ལ་སོགས་པ་བསྟོད་འགྲེལ་བྱས། ནི་མ་འོངས་མ་ཉིད་ལ་སྔོན་ལ། བཅུད། བཏང་ཡ་ལ་སོགས་པ། ཧོ་བསྟོད་འགྲེལ་བྱས་ཟེར་བ་ཡིན་ནོ་ཕ་ཆེ། ང་ཚོའི་བོད་བརྒྱུད་གསང་སྔགས་ཀྱི་ཆོས་དེ་ཕ་ཆེ་དུས་ན་ན་མ་འདོད་པ་མི་འདོགས་དྲིན་གྱི་འདོགས། ད་ཀ་ཤེས་ད་ལྟ་ངས་གོང་དུ་ཞུས་པ་ནང་བཞིན་རེད་ཅི་ཡང་གདམས་ངག་རེ་བཟུང་བ་ལ་གདམས་ངག་ཡར་དགའ་བ་སི་ཀོ་ལི་ཡིན་དགར་བ་ལ་དེ་འདྲ་ཞིག་ནས་ཉམས་ལེན་གནང་སྡོད་ཀྱི་གནས་ཉིན་ཡོད་རེད་དཔེར་ན་ད་ལྟ་གོང་དུ་ཞུས་པ་ནང་བཞིན་དགེ་སློབ་སོགས་ནས་ནི་ཐུན་གྲོགས་བླ་མ་རྣམས་འབྱོར་དུས་པས་སེམས་རླབས་ཆེན་པོ་རེད་འདུག་བ། ཨ་ནི་ང་ཚོའི་བཀའ་བརྒྱུད་པ་ལ་ཡང་ཡོད་རེད་དེ་དང་ཐུན་བཞི་ལ་མོ་རྣམ་འབྱོར་ཟེར་ཡ་དེ་འདྲའི་མང་པོ་ཡོད་རེད་དེ་བཞི་ན་ལ་ཆ་ཆ་ཚང་བ་ཆེ་བླ་སྒྲུབ་དགོས་ཚོགས་འདྲ་ཞིག་ཆ་ཚང་འདུས་སྡེ་ལ་ཡོད་རེད་དེ་ཡིན་པས་ཡིན་ནའི་ད་ཅིག་བོད་བརྒྱུད་ནང་བུ་ཆུ་ཉམས་ལེན་བྱེད་མཁན་གཅིག་ཡིན་པའི་ཆ་ནས་ཆ་ཚང་ཆ་ཚང་དགོས་བ་ཡིན་ན་ད་དེ་འདྲའི་གཞི་ཞིག་ལ་ཉམས་ལེན་བྱེད་བ་ཡིན་ན་དེ་ན་ལ་འདུས་ཀི་མེད་འགྲོ་དེ་འདྲ་ཅིག་དྲན་གི་འདུག་ལ་སོ་ད་དེ་ལ་ཕ་ཆེ་ཆེ་བ་དང་ལྷག་པ་དེ་འདྲའི་ཅིག་ག་འདྲ་སོང་ན་མིན་ན་ད། ངས་ནི་ཤེས་བདེར་བ། འདི་འདི་འདྲའི་དུས་ཆ་ནས་དེ་འདྲའི་ཞིག་ཐུགས་ལ་བཞག་རོགས་གྱིས་ཞེས་ནི་ཞུས་ཡ་ཡིན། ལ་སོགས་ད་བར་གྱི་དེ་ལ་ངས་མཚམས་བཞག་ཞོག་གི་ཡིན། བདག་གཞན་སེམས་ཅན་ཐམས་ཅད་བློ་བཅོས་སུ་འགྲོ་བར་སེམས་ཅན་བསླབ་དུ་གསོལ་བཅུད་ལམ་དུ་འགྲོ་བར་སེམས་ཅན་བསླབ་དུ་གསོལ་ལ་འཁྲུལ་པ་ཞི་བར་སེམས་ཅན་བསླབ་དུ་གསོལ་འཁྲུལ་པ་ཡེ་ཤེས་སུ་འཆར་བར་སེམས་ཅན་བསླབ་དུ་གསོལ།